ལྷན་སྐྱེས་རྣམ་པ་སྐུ་ཁམས་གསང་སྔགས་སྤྱན་ལྡན་མཚན་ཐུབ་བསྟན་འཇིག་རྟེན་མི་ཕྱེད་སྤྱོད་ལམ་འདི་མཁས་རྣམ་པར་དགའ་བསུ་ཞུ་གི་ཡོད་དེ་རིང་འདི་ནས་སླར་ཡང། དྷརྨ་པ་དག་ཆོས་ཀྱི་ཚིགས་སུ་བཅད་པ་དང་འབྲེལ་བའི། ལེའུ་དང་པོ་ཟུང་ལྡན་གྱི་སྡེ་ཚན་ཡ་མ་ཀ་བ་གོ་གི་ཤེ་ལོ་ཀ་གཉིས་པ་གི་གཏམ་རྒྱུད་དང་ཚིགས་བཅད་ཀྱི་དོན་དག་འདི་ཞུ་གི་ཡིན་དེ་ཡོན་ཏན་རྣམ་པ་ཚོར་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད་ཚང་མ་ལ་བཀྲ་ཤིས་བདེ་ལེགས། ལྷ་སོགས་རྟ་གོང་དུ་བཞུགས་པ་ནན་ཤན་གྱི་ད་ལྟ་གཟུངས་བསྟན་གྱི་ལྟེ་ཚེ་ཡ་མ་ཀ་བ་སྒོག་གི་ཤོ་ལོ་བ་གཉིས་པ་གི་དོན་དག་དེ་ག་འདྲའི་སྤྲོ་བོ་ཆགས་ཀྱི་ཡོད་རེད་དེ་དང་མཉམ་དུ་གཏམ་རྒྱུད་དེ་ག་འདྲའི་རེད་ཞུས་པ་ཡིན་ན་དེ་ཡང་ཐོག་མར་གཏམ་རྒྱུད་དེ་ཞུས་པ་ཡིན་ན། དེ་ཡང་སྟོན་པ་ད་མཉན་ཡོད་ནས་ཞུས་པའི་གནས་སྐབས་ན་རེའི་ཕྱིར་མཉན་ཡོད་ཤྲཱི་བྷཱ་སྟི་ནས་ཞུས་པའི་གནས་སྐབས་ན་རེའི་ཕྱིར། ད་ཞུས་པའི་གནས་སྐབས་ན་ད་སྔ་དྲོ་དུས་རྒྱུན་ནས་ཤིང་གི་སྔ་དྲོ། ཏིང་ངེ་འཛིན་ནས་ཡང་ཤིང་ཏིང་ངེ་འཛིན་ནས་ཡང་ཤིང་ཚར་བའི་རྗེས་སུ་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་འདི་ན་གཅིག་གཟིགས་པའི་གནས་སྐབས་ན་མཉན་ཡོད་ན། ར་མཉན་ཡོད་ཀྱིས་ད་ཁྱིམ་གཅིག་གི་ནང་ལོགས་ལ་བྲམ་ཟེ་གྱི་བུ་གཅིག། ཨ་ཁར་ཟ་གོ་རེད་ཕྱི་ལོ་ཉག་ཁྲིག་གི་སྟེང་ལ་ལྟ་རྙེད་ཆགས་པ་དེ་འདྲ་ཞིག་སྟོན་པ་གིས་གཟིགས་ཀྱི་ཡོད་རེད་ཅེས་རེད་བ་ལྟ་བྲམ་ཟེ་གི་བུ་བཞི་བོ་ཅིག་ན་བསྡད་ཀྱི་ཡོད་པ་ལྟ་ན་ནས་ཤི་ལ་ཨ་ཁ་འགྲོ་གི་ཡོད་དེ་བས་བྲམ་ཟེ་གི་བུ་གཅིག་སྟོན་པས་གིས་གཟིགས་ཀྱི་ཡོད་རེད་ལྟ་ཁོ་གི་མིང་ག་རེ་ཆགས་འདི་གོ་ལ་ན་མ་ལྟ་ཀུན་དགའ་ལི་ལ་གོ་ལྟ་ལྟ་ཁོ་དེ་འདྲའི་ཆེད་ནས་ཁར་ཟ་གོ་རེད་ན་ཡག་གི་རྒྱུ་རྐྱེན་དེ་ག་རེ་ཆགས་གོ་ལ་ན་ཁོ་རང་གི་པ་ལགས་དེ་ཆགས་ཀྱི་འོ་རེད་ཁོ་རང་གི་པ་ལགས་གི་མིང་དེ་ག་རེ་ཆགས་གོ་ལ་ན་ཨ་དེའི་ན་པུ་པ་ག་ལ་གོ་རེད་ཨ་དེའི་ན་པུ་ག་པ་པུ་པ་ག་གང་ལྟར་ཀྱང། པཱ་ལགས་དེ་ག་རེ་བྱ་དགོས་ལབ་ན་པད་མ་ཚིག་གི་སེར་སྣ་ཞེ་བོ་ཅིག་བྱ་དགོས་རེད་བུད་ད་བྲམ་ཟེ་སེར་སྣ་ཅན་འདྲ་བོ་ཅིག་ལབ་ན་སྐབས་དེ་ནས་བརྗོད་བདེ་པོ་འདུག་རོ་ད་ང་ད་ཡ་ཁོ་རང་གི་པཱ་ལགས་དེ་སེར་སྣ་ཞེ་བོ་བྱས་བྱས་ད་དང་བོད་ཀྱི་གནས་ངན་ན་ཁོ་རང་གི་སྤུ་གུ་དེ་ན་གི་ཡོད་རེད་ད་ན་ཡིན་དུས་བརྩམས་པ་ལ་ཨ་ད་དེ་ད་གྲ་དྲུག་གི་གྲ་དྲུག་རེད་བསམ་ནས་བཞག་བྱས་གང་ལྟར་ཀྱང་གང་བརྩམས་དེ་ལ་སྡུག་རུ་སྡུག་རུ་ཕྱིན་བརྩམས་པ་ལ་སྨན་པ་ཡང་བསྟེན་རོགས་བྱེད་གི་ཡོད་མ་རེད་སྨན་པ་འགྲམ་ནས་སྐད་ཆ་དེ་ཚོ་ཡང་ཉན་གི་ཡོད་མ་རེད་ད་དེ་ཚོ་ཚང་མ་ག་རེ་བྱིན་བྱེད་ཀྱི་ཡོད་མ་ལབ་ན་དེ་ཚོ་བྱས་པ་ཡིན་ན། འདི་ལ་ད་ཁོ་རང་གིས་དཔེ་ཤར་ལ་ནས་མི་འདུག་སྒོར་མོ་ལ་ནས་མི་འདུག་དངུལ་དེ་ཚོ་ཁོ་ཆུད་ཟོས་སུ་འགྲོ་གི་ཡོད་པ་འཕྲོ་བརླག་འགྲོ་གི་ཡོད་པའི་སྣང་བ་ཤར་གི་ཡོད་རེད་ད་སྨན་སྨན་པ་བསྟེན་པ་ནས་སྨན་པ་སྐད་བཏང་སྐོར་ཡང་དཔེ་ཤར་སྤྲད་སྐོར་ཡང་ཅིག་བྱེད་སྐོར་ད་གང་ལྟར་ཀྱང་ད་དེའི་གནད་འགག་ན་དཔེ་ཤར་ཡོད་ན་རེད་སྒོར་མོ་ཡོད་ན་རེད་གང་ལྟར་ཀྱང་དཀར་ཤ་པ་ན་ག་འདྲས་འགྲོ་གི་ཡིན་ན་ཁོ་རང་གང་ལྟར་ཀྱང་ཁོ་རང་གི་རྒྱུ་ནོར་དེ་ཆུད་ཟོས་འགྲོ་གི་ཡོད་པའི་སྣང་བ་ཤར་གི་ཡོད་རེད་དེ་གི་ཐོག་ནས་ཁོ་གིས་ཨ་གར་ཟ་གོ་ཁོ་གི་བུ་ལ་སྨན་བཅོས་བྱེད་གི་ཡོད་མ་རེད་དེ་གི་ཐོག་ནས་སྡུག་རུ་སྡུག་རུ་ད་གཟུགས་པོ་ཡིན་ན་རེད་སྐད་ཆ་ཡིན་ན་བཤད་སྡུག་བ་དེ་འདྲས་ཀྱི་སྡུག་རུ་འགྲོ་ཚར་རེད་ད། ད་དེ་འདྲའི་འགྲོ་བའི་འགྲོ་བ་མ་ཟད་ཨ་ནི་ག་རེ་ཟ་དགོས་རེད་བྲམ་ཟེ་ཁོ་རང་གིས་ག་རེ་བསམ་བློ་བཏང་དགོས་ལགས་ན་རྟགས་དང་པོ་ཡིན་ན་ན་ཡོང་བའི་གནས་སྐབས་ན་ནང་ལོག་བཞག་དགོས་རེད་གང་ཟག་ཅིག་ལ་སྡུག་རུ་སྡུག་རུ་ཅི་ནས་ཅི་རྟགས་ཁོ་གི་ཕྱི་ལོག་བསྟོད་ནས་ད་ཉལ་ཁྲིའི་སྒང་ལ་གཉན་བཞག་དགོས་རེད་ག་རེ་སྤྱིར་ན་ན་ག་ལས་སྲིད་པ་ནང་ལོག་བཞག་པ་ཡིན་ན་མི་མང་དེ་ཚོ་མི་གཞན་དག་ཁོ་རང་གི་ད་ཁྱིམ་མཚེས་དེ་ཚོ་རེད་ངོ་ཤེས་མཁན་དེ་ཚོ་ནང་ལ་སླེབས་པ་ཡིན་ན་ཁོ་གིས་ཡང་རྒྱུ་ནོར་དེ་ཚོ་མཐོང་ཡང་དེ་ཚོ་གི་ཐོག་ནས་ཡང་ཕ་ཇོ་སེམས་ཆགས་ཡ་རེད་ཕྱོགས་གཅིག་ནས་ཡང་རྐུ་མ་ཤི་རེ་ཡ་དང་ཡང་ག་རྒྱུ་མ་རྒྱུ་ཅིག་གིས་མ་ལ་སྒར་པར་རོ་བླ་གོར་ར་གང་ད་ཅིག་ཆགས་ཀྱི་རེད་བསམ་ནས་ཨ་ནི་གང་ལྟར་ཁོ་རང་གི་བུ་དེ། ཕྱི་ལོ། ཁང་པ་གི་ཕྱི་ལོ་ལ་ནི་གར་ཚོས་ཉལ་ཁྲི་སྒང་ལ་དེ་ནས་བརྙན་བཞག་པ་རེད་ཅེར། ཁྱོད་ཀྱིས་ནི་གཞན་དག་གིས་མཐོང་བ་ཡིན་ཨ་ཙི་ཡང་ཁོ་ལ་ཡང་དཔེ་ཞག་འདྲ་སྤྲད་ཅིང་ཨར་ཕན་འདོད་རོགས་པ་དེ་འདྲ་བྱས་ན་བསམ་ནས་ད་དེ་འདྲ་གི་སྟོན་ནས་གང་ལྟར་ཀྱང་བྲམ་ཟེ་སེར་སྣ་ཅེས་ཨ་དེའི་ན་སྤུ་པ་འགའ་གིས་ཁོ་རང་གི་བུ་མ་སྟ་ཀུན་དགྲ་ལས་དེའི་ཁང་པ་གི་ཕྱི་ལོ་ཁྱམས་ར་སྒང་ཉལ་ཁྲི་གི་སྟེང་ལ་དེ་འདྲའི་བརྙན་བཞག་ཡོད་རེད་ཅེར། དེའི་དེའི་སྟོན་པ་དང་སྔ་དྲོ་ཡར་བཞེངས་བྱས་ཏིང་ངེ་འཛིན་གྱིས་གཟིགས་དགོས་པའི་གནས་སྐབས་ན། གང་ལྟར་ཀྱང་མ་སྟ་ཀུན་དགྲ་ལས་དེའི་ཨ་ནི་གར་ཚོས་ཉལ་ཁྲི་སྒང་ལ་བསྙད་པ་དེ། ངས་བཞག་ཡོད་པ་འདི་སྟོན་པ་གིས་གཟིགས་པ་རེད་ད་དེ་གཟིགས་ཡོད་འདུག་བསམ་པ་ལ་ད་སྔ་དྲོ་དུས་རྒྱུན་ནས་ཤིང་གཅིག་གི་ཆོས་གོས་དང་ཤམ་ཐག་དེ་ཚོ་མནབས་ཨ་འདི་ནས་ཤིང་གི་ལྷུང་བཟེད་མནབས་ནས་བསོད་སྙོམས་ལ་ཕེབས་པ་རེད་བསོད་སྙོམས་ལ་རིམ་པས་ཡོད་བཞིན་དུ་དེ་འདྲི་བཞིན་ཕེབས་ཕེབས་ཕེབས་བྱས་ཨ་གང་ལྟར་ཀྱང་ཨ་འདི་ན་བུག་བག་ག་ལ་ནས་མི་འདུག་བྲམ་ཟེ་སེར་སྣ་ཅན་གྱིས་ཁྱིམ་གྱི་མདུན་ལ་སླེབས་པ་རེད་ད་དེ་སླེབས་ཡོད་འདུག་བསམ་པ་ལ་སྟོན་པ་གིས་གར་སོག་པའི་འོད་ཟེར་གྱི་དཀྱིལ་འཁོར་འདི་གར་ཟ་བར་མ་བཏགས་ཁུ་འདྲ་ལི་ལ་ནས་མི་འདུག་དམ་བྲམ་ཟེ་སེར་སྣ་ཅན་གྱི་བུ་ལ་ཁྱབ་པར་རོ། ཡོད་ཟེར་ཏེ་ཁྲོས་ཡིན་བརྩམས་པ་ལ། གར་ལ་བར་མ་གར་ཟ་བར་མ་བཏགས་ཁུ་འདྲ་ལི་ལ་ནས་མི་འདུག་བྲམ་ཟེ་སེར་སྣ་ཅན་གྱི་བུ་འདི་ལྟ་དེ་འདྲའི་ཆེད་ལྟ་ཁོ་ན་བྱས་ལྟ་ཉལ་ཁྲི་གང་ལ་འདི་ནི་རྙེད་བསྡད་ཡོད་རེད་དེ་གང་ལྟར་ཀྱང་ཁོང་གིས་སྟོན་པ་འཇལ་ཐུབ་གི་རེད་བ། ཡིན་ན་ཡང་ཁོ་རང་ལུས་དང་ངག་གི་སྒོ་ནས་ཡང་ན་ནི་གུས་ཞབས་བྱེད་ཐུབ་ཀྱི་ཡོད་མ་རེད་ལ་ཡང་ངག་གི་སྒོ་ནས་ལེགས་པར་ལ་ནི་མི་སྡུག་སྐད་ཆ་ཡག་པོ་ཅིག་ཞུ་ཐུབ་ཀྱི་ཡོད་མ་རེད། ཡིན་ན་ཡང་སྟོན་པ་གི་འོད་ཟེར་དེ་འདྲའི་འཕྲོས་རྗེས་སྟོན་པ་དེ་རྒྱ་ཡིས་འཛོམས་པ་ལ་ཁོ་རང་གི་སེམས་ཀྱི་ནང་ལོགས་ལ་དད་པ་རེད་མོས་གུས་རེད་དང་བ་དང་བླ་ན་མེད་པ་ཅིག་ད་དེ་འདྲའི་བཅོས་མ་མ་ཡིན་པ་དེ་འདྲའི་སྐད་ཡོད་འདུག་བསམ་པ་ལ། ཁོ་རང་གི་སེམས་ཀྱི་པད་མ་གསེར་གྱི་གྭ་བཞིན་སྤྲོ་བ་ཅིག་ཆགས་བསྡད་ཡོད། ཡིན་ནའི་ཁོ་རང་གིས་ལུས་ཀྱི་ཐོག་ནས་གོང་དུ་ཞུས་པ་ནང་བཞིན་ལུས་ཀྱི་སྒོ་ནས་གུས་ཞབས་བྱེད་ཡང་ངག་གི་སྒོ་ནས་ལེགས་པར་བརྗོད་དེ་འདྲ་གང་ཡང་བྱེད་ཐུབ་ཀྱི་མེད། དེ་ག་རང་ལ་དེ་འདྲ་བྱེད་ཀྱི་བྱེད་ཀྱི་གང་ལྟར་སྟོན་པ་དེ་ནི་ལོག་ཕེབས་འགྲོ་དགོས་རོ། ཨ་དེ་ན་བུ་བ་ག་ལ་ནི་མི་ཚོ་བྲམ་ཟེ་སེར་ནག་ཅན་གྱི་ནང་ནས་དེ་འདྲའི་བྱེད་ནས་མ་གང་ལྟར་ཀྱང་ད་གང་ལྟར་ཀྱང་སྟོན་པ་ཁོ་རང་གི་ཀུན་དགའ་ར་བ་ལ་ད་ཕེབས་འགྲོ་དགོས་རོ་ད་དེ་འདྲའི་ཕེབས་པའི་ནི་འཛམ་བ་ལ་གང་ལྟར་ཀྱང་ཉིན་མོ་དེ་ལ། ཨ་ནི་ག་རེ་ཟ་དགོས་རེད་བྲམ་ཟེ་སེར་སྣ་གཅིག་གི་བུ་འདི་གྲོངས་འགྲོ་དགོས་ད་གྲོངས་པའི་གནས་སྐབས་ན་ཡིན་ནས་ད་ག་རེ་ཟ་དགོས་རེད་གདོང་པ་ལ་མཛུབ་མོ་ལེ་བྱས་ད་དེ་གིས་དེ་འདྲའི་གི་བུ་ནི་གྲོངས་འགྲོ་དགོས་རེད། གྲོངས་པ་མ་ཟད་ཁོ་གི་བུ་དེ་ཨ་ནི་ག་རེ་ཟ་གྲོངས་ལ་ནི་མི་འདུག་ཤི་ཚར་བའི་རྗེས་སུ་ག་བ་སྐྱེ་དགོས་ལ་ན་སུམ་ཅུ་རྩ་གསུམ་གྱི་གནས་སུ་སྐྱེ་དགོས་ར་ར་ད་བ་ཏིམ་ཤ་ཤོ་ནས་མི་འདུག་སུམ་ཅུ་རྩ་གསུམ་ལ་སྐྱེ་འགྲོ་དགོས་རེད་ད་དེ་འདྲའི་སྐྱེས་པ་མ་ཟད་ཨ་ནི་གང་ལྟར་ཀྱང་བྲམ་ཟེ་སེར་སྣ་ཅན་དེ་ཁོ་རང་གི་བུ་དེ་ཤིང་འཛོམས་པ་ལ་མྱ་ངན་འདྲ་བྱས་དེ་ནས་ཤིང་གི་ངུ་ག་བྱས་ད་དེ་འདྲའི་བྱེད་དགོས་རེད་ད་དེ་ཤིང་འཛོམས་པ་ལ་ཨ་ནི་སུམ་ཅུ་རྩ་གསུམ་ནས་ཨ་དེ་ན་བུ་པ་ག་གི་བུ་མ་ལྟ་སྐུ་འདྲ་ལི་གི་ཨ་ནི་ཁོ་རང་གི་པ་ལ་ལབ་དགོས་རེད་ཨ་ནི་པ་ལ་ཁྱོད་རང་ངུ་དགོས་མ་རེད་མྱ་ངན་བྱེད་དགོས་མ་རེད་སེམས་ཁྲེལ་བྱེད་དགོས་མ་རེད་ང་ད་ལྟ་ཨ་ནི་ག་རེ་བཟོ་དགོས་རེད་སུམ་ཅུ་རྩ་གསུམ་གི་ནི་ཟུག་སྐད་ཡོད་ཨ་ནི་དེ་དང་མཉམ་དུ་པ་ལ་ལ་ཁྱོད་རང་ནན་ཏན་གི་རེ་སྐུལ་ཞུ་ཡས་ཅིག་ལ་ཨ་ནི་སྟོན་པ་དེ་ང་ཚོས་གི་ནང་ལོ་ལ་ང་ཚོས་གི་ནང་ལ་གདུགས་ཚོད་ལ་ང་ཚོས་གི་ཁྱིམ་ལ་གདུགས་ཚོད་ལ་དེ་འདྲི་ཞུ་རོ་བྱས་གདུགས་ཚོད་ལ་ན་ང་ཚོ་སོལ་ཚིགས་ཉིན་གུང་གི་ཞལ་ལག་ལྟ་དེ་ལ་དེ་འདྲི་ཞུ་རོ་བྱས་ཟེར་བ་ལྟ་དེ་འདྲི་ལ་ཡིན་བསམ་པ་ལ། ག་རེ་བསགས་པ་བྲམ་ཟེ་སེར་སྣ་ཅན་གྱི་སེམས་ཀྱི་ནང་ལོགས་ལ་དོགས་པ་ཅིག་ལེགས་འོད་རེད་བ། ཕྱོགས་གཅིག་ནས་ཧུ་དྲན་པ་འདྲ་ཅིག་འཐོར་ཞིང་མགོ་འདྲ་ཅིག་འཐོམ་ཞིང་འདི་རྨི་ལམ་ཡིན་ན་དངོས་གནས་ཡིན་ན་ཟེར་བ། ར། ག་རེ་ཅིག་ལབ་ན་ཕྱོགས་གཅིག་ནས་ཁོ་གི་བུ་ཁོའི་མི་ཚེའི་ནང་ལོགས་ལ་ག་རེ་བསགས་པ་བྲམ་ཟེ་སེར་སྣ་ཅན་གྱི་མི་ཚེའི་ནང་ལོགས་ལ་ཡང་ན་ནི་དགེ་སློང་རེད་བྲམ་ཟེ་འདི་ཚོ་ལ་ཡང་ན་མཆོད་པ་བྱེད་མྱོང་ཡོད་རེད་ཡང་ན་དཀོན་མཆོག་ལ་མཆོད་པ་བྱེད་མྱོང་ཡོད་རེད་ད་དེ་འདྲའི་གང་ཡང་བྱས་ཡོད་མ་རེད་དེ་ཡིན་ན་ཁོ་གི་བུ་གང་འདྲས་བྱས་ནས་ད་སུམ་ཅུ་རྩ་གསུམ་ལས་སྐྱེས་པ་རེད་ཅེས་ཀོ་འདི་དོགས་པ་ཟ་འོ། ར་ཆོག་ཅེས་ནི་ཀོ་འདི་རྨི་ལམ་ཡིན་ན་དངོས་གནས་ཡིན་ན་སྟ་འདི་འདྲས་བྱས་ནས་གནས་ཡིན་ཙམ་པར་གང་ལྟར་སྐད་ཆ་འདི་ག་ལས་ག་ལས་བྱས་ཏེ་ནི་གང་ལྟར་གྲོང་སྡེ་ལ་ཁྱབ་སོང་བ་རེད་བ། སྟ་འདི་ཁྱབ་ཡིན་ཙམ་པར་ཨ་ནི་འདིའི་སྐད་ཆ་འདི་སྟོན་པ་ལ་ཞུས་ཡིན་ཙམ་པར་ཨ་ནི་གང་ལྟར་ཀྱང། མ་ལྟ་ཀུན་དགའ་ལས་ལ་ནས་མི་འདུག་ད་ལྟ་བྲམ་ཟེ་སེར་སྣ་ཅན་གྱི་བུ་འདི་སུམ་ཅུ་རྩ་གསུམ་ནས་ཨ་ནི་ག་ཚོད་ལུས་འདི། ད་མངོན་དུ་འགྱུར་བ་བྱས་ད་མི་ཚང་མ་ལ་ཁོ་རང་གི་ལུས་འདི་མངོན་པ་ཅིག་ཆགས་འདི་གོ་ར་མཐོང་བ་གྲོགས་བྱས་བྱས་ཨ་ནི་ཁོང་གི་ཨ་ནི་ག་རེ་ཟ་གོ་རེ་ད་ད་མ་ད་ཀུན་དགའ་ལི་ལ་ན་མི་འདུག་བྲམ་ཟེ་སེར་སྣ་ཅན་གྱི་བུ་དེ་གིས་ཨ་ནི་སྔར་གྱི་བྱུང་བའི་གི་སྐད་ཆ་འདི་ཚོ་ཚང་མ་ཅིག་ཁོ་གིས་ཤེས་དགོས་ད་ཨ་ནི་སྟོན་པ་འཕགས་ཕེབས་པའི་གནས་གང་ན་ཁོ་རང་གི་ལུས་ད་ངག་གི་སྒོ་ནས་དེ་འདྲི་བྱེད་མ་ཐུབ་པ་ཡིན་ན་སེམས་ཀྱི་སྒོ་ནས་ད་དེ་འདྲི་གི་དེ་འདྲི་བྱེད་པ་ཡིན་ད་ང་དེ་འདྲི་ཨ་ནི་གང་ད་འདི་ཡི་རྐྱེན་གྱིས་ཡིན་གྱི་རེད་ཟེར་ནས་གང་ལྟར་ཀྱང། ཨ་ནི་གང་གི་གོང་གི་གནས་སྟངས་དེ་ཚོ་ཚང་མ་ཅིག་ཞུ་དགོས་རེད་བ་ད་དེ་འདྲས་ཀྱི་ཐོག་ནས་ནི་གང་ལྟར་ཀྱང་ཨ་ནི་མི་མང་དེ་ཚོ་གི་དོགས་པ་ཡང་སེལ་འགྲོ་དགོས་རེད་འོ་ག་འདྲས་ཕྱི་ནས་ད་བྲམ་ཟེ་སེར་ནག་ཅན་གྱི་བུ་དེ་སུམ་ཅུ་རྩ་གསུམ་ལ་སྐྱེས་པའི་དོགས་པ་དེ་ཡང་སེལ་འགྲོ་དགོས་ད་དེ་ག་རང་གི་སྒང་ལ་གཏམ་རྒྱུད་དེ་རྫོགས་འགྲོ་དགོས་རེད་འདི་དང་འབྲེལ་བའི་གི་ཨ་ནི་ཚིགས་བཅད་དེ་ཡོང་བསྡད་དགོས་རེད་ད་ཚིགས་བཅད་དེ་དང་པོ་ཨ་ག་རེ་ཟེར་དགོས་རེད་པཱ་ལི་སྐད་དུ་ཞུས་པ་ཡིན་ན་པཱ་ལི་རྒྱ་གར་སྐད་ལ་ཞུས་པ་ཡིན་ན། ག་འདྲེར་བཞུད་པ་ཡིན་ན་མ་ནོ་པུབ་བང་ག་མ་དྷམ་མ། མ་ནོ་སེ་ཏྲ། མ་ནོ་མ་ཡ། མ་ན་སྭ་ཙེ་པ་ས་ནེ་ན། བྷ་ས་ཏི་བ་ཀ་རོ་ཏི་བ། ད་ཏོ་ནང་སུ་ཁ་མ་ནོ་བྷེ་ཏི་ཆ་ཡ་བ་ཨ་ནུ་པ་ཡི་ནི། རེ་བ། ད་བོད་སྐད་དུ་བཞུད་པ་ཡིན་ན། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ། ཡིད་ནི་གཙོ་ཞིང་སྔོན་ལ་འགྲོ། གལ་ཏེ་ཡིད་ནི་རབ་དྭངས་པས་སྨྲས་སམ་ཡང་ན་བྱས་ཀྱང་རུང། དེ་ལ་དེ་ཡི་བདེ་བ་ཐོབ། དྲི་མ་ཡོལ་བར་མི་འགྱུར་ཞིང་ཞེས་ནི་རེ་བ་ལྟ་སྡིག་གི་དོན་དག་དེ་ག་རེ་བྱེད་དགོས་རེ་ཞུས་པ་ཡིན་ན། ད་ང་ཚོ་ག་རེ་བཟོ་དགོས་རེད། ལེ་ཚན་དང་པོའི་གནས་སྐབས་ལ་ནི་མི་འདུག་ད་གཟུང་དེ་དེ་ཚིག་གི་ཤོ་ལོག་དང་པོའི་གནས་སྐབས་ན་འགྲོ་བ་ན་གཞན་གྱི། ཆོས་རྣམས་ཡིད་ཀྱི་རང་བཞིན་རེད་ང་རང་ཚོ་གི་ད། འཇིག་རྟེན་འདི་ན་ཡོད་པའི་བྱ་བ་ཐམས་ཅད་ཀྱི་ད་གཙོ་བོ་འགྲོ་བ་གཅིག་ག་རེ་བྱ་དགོས་རེད། སེམས་དེ་ཆགས་དེ་དགོས་རེད་ཡིད་དེ་ཚང་མ་ཡིད་ཀྱི་རང་བཞིན་གྱི་སྒོ་ནས་ཆགས་དེ་དགོས་རེད་འདི་ནས་གཞན་གྱི་ཡིད་དེ་གཙོ་ཞིང་སྔོན་ལ་འགྲོ། ཡིད་དེ་ནི་གཙོ་བོ་ཆགས་དགོས་ཡོད་རེད་ལ་སྔོན་ལ་འགྲོ་དགོས་རེད་ག་ཅེ་ན་ན་ང་ཚོའི་ལུས་དང་ངག་གིས་ང་ཚོ་གི་གཟུགས་པོ་སྒོ་ནས་ཡིན་ན་རེད་སྐད་ཆ་གི་ཐོག་ནས་ག་རེ་བཤད་ཡ་ཡིན་ན་ག་རེ་བྱ་ཡིན་ན་དང་པོ་བསམ་བློ་སྒོ་ནས་ད་ང་ཚོ་སེམས་གི་ཐོག་ནས་བསམ་བློ་གཏང་གི་ར་འོ་ད་དེ་འདྲི་ང་ག་རེ་གྲོ་བྱེད་དགོས་ཡིན་ན་ང་ད་རེ་ཕར་འགྲོ་དགོས་ཡིན་ན་ངས་སྐད་ཆ་འདི་བཤད་གི་ཡིན་ད་དེ་འདྲི་བཤད་འདི་འདྲི་བསམ་བློ་གཏང་བ་ནང་བཞིན་གི་གང་ལྟར་གྱི་ཆོས་ཐམས་ཅད་ཡིད་ཀྱི་རང་བཞིན་ཆགས་དགོས་ཡོད་རེད་ལ་དེ་ནང་བཞིན་ང་ཚོ་གི་བྱ་བ་དང་ག་རེ་བྱེད་པ་ཡིན་ན་འདི་གི་སྔོན་ལ་དེ་ཡིད་དེ་འགྲོ་དགོས་རེད་སེམས་དེ་འགྲོ་དགོས་རེད་གལ་ཏེ་ག་ལས་སྲིད་པའི་ཆོས་རང་གི་ཡིད་རབ་ཏུ་དངས་པའི་ཐོག་ནས་རོ། སེམས་པ་དགའ་བའི་ཐོག་ནས་དད་པ་དང་མོས་གུས་ཀྱི་ཐོག་ནས་ནི་གང་ལྟར་ཀྱང་རབ་དངས་པའི་སྒོ་ནས་ཁྱོད་རང་གིས་སྨྲས་སམ་ཡང་ན་བྱས་ཀྱང་རུང་སྨྲས་སམ་ཡང་ན་ཁྱོད་རང་གི་སྐད་ཆ་བཤད་པ་ཡིན་ནའི་རེད་ཡང་ན་ནི་ཁྱོད་རང་གི་ལས་ཀ་ཅིག་ལས་པ་བྱ་བ་ཅིག་བྱས་པ་ཡིན་ནའི་རེད་བྱས། དེ་ལ་དེ་ཡིས་བདེ་བ་ཐོབ་ཟེར་བ་གང་ལྟར་ཀྱང་སེམས་རབ་ཏུ་དངས་བ་ཀུན་སློང་རྒྱལ་བ་ཀྱི་ཐོག་ནས་ཁྱོད་རང་གི་སྐད་ཆ་བཤད་པ་དང་དེ་ནི་གཞན་གྱི་ལས་ཀ་ལས་པ་ཡིན་ན་དེ་ལ་དེ་ནས་གཤིན་གྱི་བདེ་བ་ཐོབ་ཀྱི་ཡོད་རེད་གར་བྱིན་ལ་ན། གར་ས་དགེ་བ་བྱས་པ་ཡིན་ན་དགེ་བ་གྱི་འབྲས་བུ་དེ་བདེ་བ་ཡོད་ར་བ། འོ་དེ་ནས་གཤིན་གྱི་ཁྱོད་རང་གིས་ནི། རབ་དང་པོའི་སྒོ་ནས་སྐད་ཆ་དང་དེ་འདྲས་བྱས་པ་ཡིན་ན་དེ་ལ་དེ་ནས་གཤིན་གྱི་བདེ་བ་ཐོབ་ཀྱི་ཡོད་རེད། དཔེ་ག་འདྲས་འགྲོ་གི་རེད་ལབ་པ་ཡིན་ན། དྲི་མ་ཡོད་ལ་བ་མི་འགྱུར་ཞིང་དཔེ་བྱས་ན་ང་རང་ཚོ་གི་ལུས་ཀྱི་གྲིབ་ནག་ཡོད་ར་ང་ཚོ་གི་ལུས་ཀྱི་གྲིབ་ནག་དེ་ང་ཚོ་ག་བ་འགྲོ་ནས་ང་ཚོ་གྲིབ་ནག་དེ་མཉམ་དུ་ཡོང་བསྡད་ཀྱི་ཡོད་ར་བ། དེ་ནས་ཁྱོད་རང་གིས་ལས་དགེ་བ་ཅིག་བྱས་ཡོད་པ་ཡིན་ན། ལས་དགེ་བ་འདི་གི་འབྲས་བུ་བདེ་བ་རེ་ཁྱོད་རང་དང་མཉམ་དུ་ག་དུས་ཡིན་ན་ཅིག་མཉམ་དུ་ཡོང་གི་ཡོད་རེད་བྱས་ན་ར་ད་དཔེ་འདི་ཡང་ང་ཚོ་གི་ལུས་ཀྱི་གྲིབ་ནག་ནང་བཞིན། དེ་ཡིན་བསམ་པ་ལ་གང་ལྟར་ཀྱང་ད་རིང་གི་ཨ་ནི་གར་ཟུང་སྡེ་འདི་ཚན་གྱི་ཚིགས་བཅད་གཉིས་པ་གི་གཏམ་རྒྱུད་དང་ཚིགས་བཅད་ཁོ་རང་གི་དོན་དག་འདི་འདི་འདྲའི་འབྲས་བུ་ཅིག་ཆགས་ཀྱི་ཡོད་རོ། ད་དེ་ལ་ང་རང་ཚོ་གི་ཚིགས་བཅད་དང་པོའི་གི་གནས་སྐབས་ན་ཀུན་སློང་ངན་པ་གི་ཐོག་ནས་ཁྱོད་རང་གི་སྐད་ཆ་བཤད་པ་ཡིན་ན་རེ་བྱ་བ་བྱས་པ་ཡིན་ན་དེ་ལ་འདི་ནས་ཞིག་གི་སྡུག་བསྔལ་ཐོབ་གི་རེད་དཔེ་བྱས་ན་འཁོར་ལོ་འདི་ཁྱོད་རང་ག་ཚོད་ཤིང་རྟ་འཁོར་ལོ་དེ་ཁྱོད་གར་བཞག་ནས་འཁོར་ལོ་ཤིང་རྟ་ག་ཚོད་ཡར་བསྟན་ན་འཁོར་ལོ་དེ་ག་རང་མཉམ་དུ་འཁོར་ཡོང་གི་རོགས་འདི་ནས་ཤིག་གི་སྡུག་བསྔལ་དེ་ཁྱོད་རང་དང་རྒྱུན་མ་ཆད་པར་ཡོང་དུས་འོད་དཔེ་ཤར་ན་རྟ་གླང་འཁོར་སྒང་ལ་ཅིག་གར་ཚེ་ཤིང་རྟ་ཅིག་བསྐོན་འདོད་ན་འཁོར་ག་ཚོད་འཁོར་དེ་ག་རང་གི་མཉམ་དུ་ཡོང་འཁོར་སྡུག་པོ་མྱང་གི་འོད་རོགས། ཡིན་ནའང་ང་ཚོ་ད་ལྟ་ཆོས་ལོ་ག་གཉིས་པའི་གནས་སྐབས་ན་ཀུན་སློང་བཟང་པོ་གི་ཐོག་ནས་སྐད་ཆ་བཤད་པ་དང་བྱ་བ་བྱེད་པ་ཡིན་ན་དེ་ལ་འདི་ནས་ཤིང་གི་འབྲས་བུ་ཐོབ་གི་ཡོད་རེད་དཔེ་ཤར་ན་གྲིབ་ནག་འདི་སོ་སོ་གི་གྲིབ་ནག་དེ་སོ་སོ་དང་ཁ་མ་བྲལ་བའི་སྒོ་ནས་ཡོང་བ་ནང་བཞིན་སོ་སོ་གི་ཡང་ཡག་པོ་ཅིག་བྱེད་པ་ཡིན་འདི་མེད་པ་ཆགས་འགྲོ་གི་རེད་ན་འདི་འདྲའི་ཆགས་ཡོད་མ་རེད། འདི་དེ་ག་དུས་ཡིན་ནས་མཉམ་དུ་ཡོང་གི་ཡོད་རེད་ལ་འདི་གི་འབྲས་བུ་དེ་ཐོབ་ཀྱི་བདེ་བ་ཐོབ་ཀྱི་ཡོད་རེད་བཤད་ནས་ལ་སོང་ནི་ད་རིང་གི་ཆེད་དུ་དེ་ཙམ་ཡིན་ཡང་ཅང་ང་ཚོ་ཡང་ལེ་ཚན་རྗེས་མེད་ཀྱི་ནང་ལོགས་ལ་ཨ་ནི་བདག་མོ་པ་དག་གི་ཡང་གཏམ་རྒྱུད་དང་ཚིག་གཅིག་གཅིག་གི་མཉམ་དུ་ཡང་ཅིག་ཅར་འཆོས་པ་ཞུ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།